ད། རྙོག་དྲ་ལ་ནས་དགོན་པ་འདི་སངས་རྒྱུ་ན་ག་ཅིན་དོན་གོར་ད། ཨ་ལས་གར་ཅིན་ནི་ད། སངས་རྒྱུ་ནོ་ལེར་སི་ཡ། དེ་རེད། ག་ཅིན་གལ་ཆེན་པོ་རུ། དེ་རེད་ད་ཁོང་ཚོ་ལ་ཡ་ལ། ད་ལྟ་རྙོག་དྲ་བཞི་ས་བཞི་གཙོ་བོ་ལས་ས་དེ་ད་ལྟ། དགོན་པ་རྒྱལ་ས་གི་ས་ཆ་དེ་ད་ལྟ་རོང་ད་ག་རོང་ད་དགོན་པ་རྒྱལ་ས་གི་ས་ཆ་དེ་མགོ་ལ་སྔན་མ་ལ་དེ་ད་ལྟ་ཁ་ཤས་གི། ལྷ་ཁང Mosque ཟེར་བ། དེ་འདྲི་ཡོད་རེད་ལགས་དོ་སྔན་མ་དེ་ལ། ཨ་ནས་ཁ་ཤས་གི་དེ།

ཧིན་རྡུ་ཉིད་ཡོངས་སྙོག་དྲ་ཞུས་ལྷག་མཐའ་དེ་ག་ས་ལ་སྤྱི་འཐུས་བརྒྱད་བརྒྱ་ལྔ་བཅུ་ང་བརྒྱད་ལོ་ད་བར་ལ་སྙོག་དྲ་ཞུས་ཆེན་པོ་སྙོག་དྲ་ཟེར་ན་ད་ཕྱིས་ཀྱི་ཐོག་ནས་དྲ་འཕེལ་གྱི་ཐོག་ནས་ཧིན་རྡུ་རྡོ་ཁ་ཤས་ཉིད་སྙོག་དྲ་ཡི་ལྷག་ནས་དབྱིན་ཇིའི་གུ་ལ་ཡེ་བ་སོང་ཙང་དབྱིན་ཇིའི་གི་རྦད་དུ་ཁ་ཐུན་འདྲ་བོ་བཤད་ན་འདུག་སྤྱིར་ན་རོགས་འདྲ་བོ་ཡིན་ཐལ་ཕྱི་ལུགས་ནང་ལུགས་དབྱེ་བ་བཤད་ནང་ལུགས་ལ་ཨ་ནེ་ཁ་ཤས་ཐུ་ཐུ་ཆུས་བཟོ་ས་ཡིན་འདྲ་བོ་ཟེར་ཕྱི་ལུགས་ལ་ཧིན་རྡུ་ལ་ས་ཆ་འཇོག་ཡ་ཡིན་མེད་དེ་དེ་འདྲའི་གི་བཟོ་འདྲ་བོ་དབྱེ་བ་འདྲ་བོ་དེ་དེ་བཤད་བྱ། དེ་ནི་ད་ཧིན་རྡུ་དེ་ཚོ་ཁ་ཆེ་ནས།

དཔེ་བཤེར་གཏོང་ན་རྒྱས་ར་ཁོ་ཚོགས་ལ་དེའི་འགྲོ་སྲོལ་དེ་ཚོ་ཚོ་མ་གཞུང་གི་དཔེ་ཤོག་ཅིག་གཏོང་མེད་སྲིད། འགུལ་བ Private ཀྱི་འགྲོ་ནས་ཤོར་ཉག་རྒན་དེ་ཚོ་ཞལ་འདེབས་བྱེད་རྒྱུ་རེད་སྲིད། ཨོ་དེ་ལ་ནི་དེ་གྱིས་ད་ཉག་དྲག་ལས་ཟིན་འདྲ་བོ་དེ་གཙོ་བོ་གྱིས་དེ་བྱས་ཨ་ནི་གཉིས་དེ། ཁོ་རང་ཚོ་རྒྱ་གར་ནང་ནི་ཧིན་རྡུ་ནང་ལུགས་ནས་ལ་དེ་ལ་མ་དགའ་ཉེ་མང་པོ་ཞིག་འདུག་ག་གལ་སྲིད་ན་ཁོ་ཚོ་ག་ལ་འདུག་ཟེར་ན། ཨོ་ནང་ལུགས་ནས་ག་གལ་སྲིད་ན་ལྷ་སྐུ་རྒྱལ་དེ་ཡག་པོ་བྱུང་སོང་ཟེར་འདྲི་སོང་ཡིན་ནི་ལས།

གལ་ཆེ་ཤོས་ལ་ཅིག་ཉག་སྒྲ་ཡོད་པ་དེ་ག་ནས་བསྟན་ཐུབ་ཀྱི་འདུག་ཟེར་ན། མཛད་སྒོ་དེ་ལ། ཁོ་ཚོ་གི་ལ་ཡ། ད་ལྟ་རྒྱ་གར་གྱི་ད་ང་ཚོ་བོད་པའི་སེམས་ནི་བླ་མ་ཟེར་ཀྱང་ནི་འགྲིག་གི་ད་རྒྱ་གར་གྱི་དེ་འདྲའི་ཧིན་རྡུ་གྱི་བླ་མ། སྐལ་གྲོགས་ཆེན་པོ་ཟེར་གྱི་ན་གོང་ནས་མཐོང་པོ་དེ་འདྲའི་གཞི་ཟེར་རྦད་དེ་མཛད་སྒོ་ལ་ཡོང་མི་འདུག་མཛད་སྒོ་ལ་བསྐྱར་རུ་བྱེད་མི་འདུག། ཨ་ནི་ཁོ་ཚོ་གི་ལ་ཡ་ལ། ཁྱོད་རང་ད་འགའི་ཟེར་བ་ནོར་གྱི་རེད་ཁོ་ཚོ་གི་དགོན་པ་དེ་རྦད་དེ་ཚར་ཡོད་མ་རེད་དགོན་པ་ཆ་སོང་མ་ཚར་སྔན་ལ་ང་ཚོ། སྐུ་འདྲེན་ཡོང་ན་ནི་ང་རང་ཚང་བོ་སོང་ནོ་ཏོག་ཏོག་ཏུ་ཁྱི་ཤུག་གི་ཐུག་ནས་བྱ་བ་བྱེད་དོ་དེ་ཏོག་ཏོག་བསྡད་གི་མི་འདུག་ཟེར་ཁོང་ཚོ་སླེབས་མི་འདུག། ད་ཡིན་ནའི་ད་ཁོ་རང་ཚོ་ཁ་ད་ཁོ་རང་ཚོ་རྒྱུ་མཚན་དེ་རེད་བ། ཡིན་ནའི་ཁོས་ཁ་ཆེ་མང་ཆེ་ཁྱེད་རང་ལ་གི་འགྲོ་རེད་བཤད་མང་ཆེ་མོ་བསྡད་གི་ད་ཆོས་ལུགས་དེ་ལག་ཆ་བེད་སྤྱོད་བཏང་ནི་མ་ག་ཉེ་མང་པོ་ཡོད་ས་རེད་ད། བརྒྱ་ཤ་བརྒྱ་རེད་ཨོ་དེ་དོ་ནི།

མི་ནག་སྐད་ར་ཆེ་མང་ཆེ་གླེང་ས་མ་རེད་ཡིན་ནས་ཆབ་སྲིད་རང་གི་ཅིག་མཛད་སྒོ་དང་སྦྱིན་ས་རེད་ད་ད་ང་ཚོ་ལྟ་སྟངས་ལ་ན་ད་ཁོ་རང་ཚོ་དང་ན་ད་ཆོས་ལུགས་ཀྱི་དགོངས་པ་ད་རང་གི་ལྷ་ཁང་དེ་རྩ་ཆེན་པོ་དེ་རེད་དེ་མ་གཏོགས་ཡིན་ནས་ད་ཁྱོད་རང་ལ་རྒྱུ་དྲོ་རེད་ད་ང་ཚོ་འོས་བསྡུ་བྱེད་དུ་ཡིན་ཤག་རེད་བ་ད། འོས་བསྡུ་བྱེད་དུ་ཡིན་ཤག་རེད་ཞེས་གསུངས་འདུག་ན།

ནི་བཱ་ར་ན་སི་དང་ཧིན་རྡུ་གི་རྩ་ཆེན་པོ་དང་ཆུ། གང་ག་ཚོད་ཚང་མ་ཡོད་རོ། ད་ཁྱོད་ར་ལ་གི་འགྲོ་རེད་ད། ཧིན་རྡུ་གི་ཆོས་དེ་ད་བི་ཇེ་པི་གི་ད་དྭགས་པོ་རྒྱ་ལ་ནས་རེད་ལག་ཆ་བེད་སྤྱོད་བཏང་ནས་རེད་ད་གྲུབ་འབྲས་ཡོད་མེད་ད། ཅི་འདྲ་ཞེས་བ་ང་ལ་ཧ་གོ་ར་ཡིན་ནས་རྒྱབ་ལྗོངས་དེ་འདྲས་འགྲོ་བཞིན་རོ། ད་ཁྱོད་ར་དེ་དེ་རེད་བྱ། ཁ་བཤད་དུ་ཧིན་རྡུ་ཉིད་ཀྱི་པཱ་ར་ཅེས་ནས། ཁོ་རང་ཚོ་ནང་ཁུལ་གྱི་ལ་ཡ་ལ་མོ་དི་ག་ནས་ཕྱིས་དེ་ཁ་ལ་ཁ་ནས་ཆ་སྲིད་ཀྱི་བེད་སྤྱད་གཏོང་སོང་ཟེར་ཁོ་རང་སྐུ་ཅོག་ར་ཅེས་དེ་འདྲ་བོ་རེད་ད། རེད་རེད་ད་ཡག་པོ་བྱུང་སོ་ད་དེ་བཤད་ཡག་པོ་བྱུང་སོ། ཨ་དེ་འདྲ་རེད་བྱས་རྣམ་པ་ཚོ་ནས་དེ་བྱས་ནས་རྣམ་པ་ཚོ་ག་ཅིག་ཅིག་དེ་འདྲའི་གི་ཐོག་ནས་ཡང་ཨ་རྗེས་མ་གི་ཡང་ང་ཚོ་དེ་འདྲའི་གནས་ཚུལ་གསར་འདྲ་བོ་དང་ཡང་མོ་ག་ཞིབ་འཇུག་འདྲ་བོ་བཟོ་ཡ་རང་རེད་ན་ང་རེད་རེད་ནས་བརྙན་བཟོ་གི་བཟོ་གི་བཟོ་གི་ར། ཨ་རི་རྣམ་པ་ཚོ་བསམ་ཚུལ་དང་ཅིག་དེ་འདྲའི་བསམ་འཆར་དེ་འདྲ་ཡོད་ན་མ།